གང་གི་ཐུགས་བརྩེ་ཉེར་བཟུང་ནས་ལྟ་བ་ཐམས་ཅད་སྤངས་པའི་དམ་པའི་ཆོས་ནི་སྟོན་མཛད་པའི་སྒོ་དམ་བདེ་ལ་ཕྱག་འཚལ་ལོ། ངས། བྱམས་པ་བློ་བཟང་ཞུས་དོ། YouTube Second། ཚོགས་མི་ཡོངས་རྫོགས་ཤ་ཚམ་དྲི་བཀྲ་ཤིས་བདེ་ལེགས་ངས་ཞུས་དོ། ད་ཏེ་ཨུ་ཚུགས་ཡུལ་དྲུག་ནེ་ཙོ་ཟིལ་འཇོག་ཉེས་ན། ང་དང་གོ། ནང་པ་སངས་རྒྱས་པའི་བསྟན་པའི་བདག་པོ། ཞིག་ང་དང་གདའ་ཚེ་དེ་བཞིན་ཉིད་ཀྱི་སྐྱབས་གནས། སྟོན་པ་བླ་ན་མེད་པ། སྟོན་པ་ཤཱཀྱ་ཐུབ་པ། སངས་རྒྱས་བཅོམ་ལྡན་འདས་སྐུ། ལུགས་རྒྱུད། སྙིང་བསྡུས་འདི། འོ་ཡ་ཞུ་རྒྱུ་ཡིན། ཨོ་ད་དེ་བཞིན་འུ་ཚོའི་བོད་ཁྲོད་དུ་ཧ་ལས་འདི། རིང་ད་ནམ་རྒྱུན་ནས་མ་འདྲ་བ་ཧ་ལས་འདི་རིང་བྱུང་སྲིད་པ་ཡིན་འབུར་ཅི་འདྲ་རེད་ཡིན་རེད་ད། ཡིན་གཅིག་མིན་གཅིག་འུ་མི་ཤིན་བསྟན་པ་དེ།

ད་རྩ་བའི་ང་དང་ད་ལུམ་བུ་འཛམ་གླིང་ནེང་ཚོ། ཆོས་ལུགས་སྣ་ཁ་གཡོར་དེ་ནོག་ཡིན་བུར། ད་ཨིད་ཆོས་ལུགས་གང་བྱ་རང་རང་སྟོན་པ་དྷི་དི་རོ་དོ་ཡིན་བུར། ད་ང་དང་ཨིད་ནེང་གོ་ད་ང་དང་ནང་པ་སངས་རྒྱས་པའི་ཆོས་ཉོ་ཅེས། ཨིད་ཅིག་སྟོན་པའི་བདག་པོ་ཅེས།

མི་བཙུན་ཡ་ཡུ་ད་ཡི་ལྕགས་པོ་ལས། སངས་རྒྱས་བཅོམ་ལྡན་འདས་ལུགས་རྒྱུད་ཀྱི། དོན་ཚན་དགུ་རོག་རྩེ་ཀ་ཡ་ཞུ་ཡུག། གཅིག་སྣ་ཐག་ཅེས་ཟིན་ཉེ་ན་སངས་རྒྱས་བཅོམ་ལྡན་འདས་སྐུ་འཁྲུངས་དང། དེ་ཡ། གཅིག་སྐུ་ན་ཕྲ་བའི་བདུད་གནས་དང་དེ་ཡ། གཅིག། ངེས་འབྱུང་སྐྱེ་དང་ད། གྲགས་པ་ག་ཡའི་ཅོག་སུ་འོང་ཨེ་གཅིག་གནས་དང་དེ་ཡ། གཅིག་སངས་ག་ཡའི་རྒྱལ་སུ་ཡ། གཅིག་ཞུ་བཅས།

ཁྱད་ཆོས་ནི་མ་བྱན་ནི་ལག་རྩལ་ནི་མ་བྱན་ནི་ཉམས་མྱོང་མི་འདྲ་བ་མི་འདྲ་བ་ཤོང་ཡ་ཞུ་བྱེད་ཉག་ཉག་པ་ཅི་ད་ཉག་སོས་སོས་སོས་སྣ་ཁ་སྣ་ཁ་ཡ་ཅིག་བྲོ་ཡིན་ན་ཡིན་བུར་ཟི་ཡིན་ན་ད་སོས་སོས་ཡ་ཤོང་དོ་ངོ་དོ་ཡ་ཡ་ཡིད་ཤོང་དོ་ཡིན་མེད་ཡིད་པི་རང་ཡ་ཡ། ད་ལོ་རྒྱུས་ཉོ་བྱེད་ག་ཡ་ཉན་ན་ལོ་རྒྱུས་གུ་ད་བྱུང་བའམ་ཡང་མིན་ན་ལོ་རྒྱུས་གི་གནས་སྟངས་དེ་ར་ཡིན་མེད་ད་ཨོ་དོ་ཟི་ར་སོ་ཡིན་ན་ཨོ་ཨིད་ར་སོ་ཅི་ར་སུ་རང་ཡ་ད་ཨིད་ར་སོ་ཅི

ན་ལོ་རྒྱུས་ཉོ་ཅིང་འུམ་དོན་འདི་ཡིན་པོ་ཨི་ཅག་པོ་ལ་ད་དེ་བཞིན་ངའི་འུ་ཚོ་མར་ཞུས་ཡུག་ལོ་རྒྱུས་ཅེས་ཅིག་ངའི་ལོ་རྒྱུས་སྐྱིད་ཐབ་ཁར་དེ་ག་སྐྱིད་ཐབ་སུམ་ལི་ག་ཅིག་བཞི་གཉིས་ཡ་ཞུས་དོ་ཡིན་ཨི་ཅག་པོ་ལས་ད་དེ་ངའི་འུ་ཚོ་མར་ཞུས་པོ་ལས་ཅིག་ཨི་ཐང་འུ་ཚོ་ད་ད་སེམས་ཁན་ནེང་བྱས་ད་ཅིག་རང་གི་སྣ་ནས། སེམས་ནི་ང་ནོ་ཁྱེད་ནོ། ནི་མུ་ཐུ་ནོ་ནི་ཨུམ་ཏི་ལའང་ངོ་ཡིན། ཅིག། འོ་ད། བའི་ཤ་ཏང་ཅི་ཧ་ལེམ་དེ་སོས་དེ་ནི་ཤོ་བསམ་མོ་ལའི་དེ་འཇིག་ད། པའི། བའི་ལོག་སྐྱོ་ཤ་དུ་ནི་ཅིག་བའི་འོས་ཤ་དུ་བསམ་ཡ་ཅིག། འོ་ཨིཅིག། དགོངས་པ་མི་ཤེས་ཤེར་དེ་ངས་ཞུས་ཡུག་ཡིན་ཅིག་དེ་མིན་ནོ་ཅིག་དེ། དོག་པོ་ནི་ཅིག་ཨུམ་ཏི་ལ་ར་སོ་ཡིན། ཅིག་བ་ག་ཀ་མེན་ག་བུན་ཀྲི་ཡིན་བུར་ངས་འོ་ཞུས་ཡུག་ཡིན།

ད་མི་རིགས་གཅིག་གི་ཚོ་འདུ་འཛིན་ངེས་ན་གཅིག། བུམ་ད་ལྟ་ཡུམ་སྒྱུ་མ་ལྷ་རྫས་བེར་ནག་དབུ་ཡ་ད་ལྟ། ཧི་མ་ལ་ཡ་རི་གཅིག་ཚོ་མ་བགྲོད་པ་སྨྱོ་བྱེད་ཁྲི་ཧོར་གོ་ཁྲི་ཡ་གཅིག་སྐུ། ལུས་ཆུད་བི་སོ་ཅི་ཟི་ཚོ་འདུ་ངེས་ན་ད་སངས་རྒྱས་བཅོམ་ལྡན་འདས་གུ་ད། སངས་རྒྱས་བཅོམ་ལྡན་འདས་མི་ཡུལ་ག་ཕེབས་རན་ཡ་གཅིག་སངས་རྒྱས་བཅོམ་ལྡན་འདས་གི་ད་འཁྲུངས་མའི་གནས་ཀྱི་ད་གཙང་མོ་ཅོ་སོ་ངོ་ཏོ་དེ་ཚོ་འདུ་ཡིན་འབུར་ངེས་གཅིག། བླང་བྱའི་མི་རིགས་མི་སྟོང་བ་ཅིག་དང་བླང་བྱའི་མྱོས་བྱེད་ཅིག་དང་ནི་སིལ་སྙན་ནི། མི་འཇིགས་པ་ཉེ་འཁོར་སུ་མེད་དང་སེམས་ཅན་སུ་ཀ་ཞིང་པླ་མ་ཡའོ་ཡང་དང་སྟོབས་ཆེན་སྟོབས་ཐེམས་ནི་འོམ་དུ་ནོ་མཚོན་ནོ་ཡང་ཡེ་ཅིག་ཁྱེར་བྱའི་སིལ་སྙན་ནི་དང། གཙང་ཞིང་ཡིད་དུ་འོང་བ་འོམ་དུ་མཚོན་ནོ་ཡང་ཡེ་ཅིག་ཨི་དང། ལམ་དྲུག་མུ་རུ་ངེས་བ་པོ་ཅིག་དང་སངས་རྒྱས་བཅོམ་ལྡན་འདས་ང་དང་ལུ་གུའི་ཞབས་དང་ཡག་པོ་ལས་སངས་རྒྱས་བཅོམ་ལྡན་འདས་མི་ཡུལ་ག་མེ་ཕེ་དེ་ན་ཡེ་ཅིག་ག་ནི་ཡི་གེ་ཆོས་འཛིན་ན་དང་གྲུ་བཞི་དང་ཡེ་མེ་འོང་ཡེ་ཅིག་རྒྱས་པ་ཡང་བཞུགས་ནོ་ངེས།

ད་སྐྱེས་བུ་ཉེ་འཁོར་གསུམ་ཡུམ་བུ་མངལ་དགའ་བའི་ཞུགས་ཡིན་ཉེ། ཅིག། ད་ཨོ་ནུ་སྐྱེར་རེན་བུ་ལས་ཅིག་ད། ནག་སྐྱག་ལུག་སེ་ཡིན་ནོ་ནས་ན། བག་སར་གྱིས་ཨོ་ནུ་སྐྱེས་ཡུག་ཞོད་བུ་ལས་རང་ཨ་མ། ཨ་མ་ནེ་མེ་གི་ཡ་ཨོ་ནུ་སྐྱེས་ཡུག་ད་འདི་ལུག་སེ་དེ་ནོ་བས་སེ་ཅིག་སངས་རྒྱས་བཅོམ་ལྡན་འདས་ཀྱི་ཡུམ། ད་ཡུམ་སྒྱུ་མ་ལྷ་རྫས་ད། བེ་ནག་ལུམ་པ་ག་ཐོ་ར་ཅིག། ད་ཨོ་ནུ་ཀིར་ཀིར་གི་ཡུལ་ངས་ཡབ་ཞལ་གཅིག་ཕྱོགས་ཆེན་ཞུས་ཡས་གཅིག་ཐོ་རུ་ལྷང་དང་ཕེབས་པ་བཅས་གཅིག་སངས་རྒྱས་བཅོམ་ལྡན་འདས་ཀྱི་ད་ད་སངས་རྒྱས་བཅོམ་ལྡན་འདས་བེར་ནག་འཁྲུངས། སངས་རྒྱས་བཅོམ་ལྡན་འདས་རྒྱལ་སྦུག་ཡུལ་གཅིག་ནིང་ཡུལ་སེར་སྐྱ་ནིང་གཅིག་ད་ད་སངས་རྒྱས་བཅོམ་ལྡན་འདས་ཀུ་ཡུམ་ཡུམ་སྒྱུ་མ་ལྷ་རྫས་ཀུ་ལུམ་བུ་ནིག་བྲེ་བཅས་གཅིག་ད་ད་ལུམ་བི་ནི་ཚལ་ངས་ཡ་སྨན་དོ་ལྡུམ་ར་དེ་ཡིན་པོ་ད་ཨོང་ཨི་ཆི་ནོ་བེས་ད་ཨི་ཆི་དོ་རང་དང་ཕེབས་པ་ཅེ་ཨི་ཆི་སྨན་དོ་ལྡུམ་ར་ཅེ་ཨོང་ཨ་ཅེ་ཨི་ཆི་ད་སངས་རྒྱས་བཅོམ་ལྡན་འདས་འོ་ཡ་འཁྲུངས་གོ་ཡིན་པོ་རུ་ངེས་ད་ཨི་འཁྲུངས་པོ་ལས་འཁྲུངས་ལུགས་འཁྲུངས་ལུགས་འཁྲུངས་སྟངས་ཅི་ག་ཡ་ངེས་ན་ཨི་ཆི་སངས་རྒྱས་བཅོམ་ལྡན་འདས་ད་ཡུམ་ཡུམ་རྒྱུ་མ་ལ་ཙེ་ཨི་ཆི་དོ་ཕེབས་པོ་ལས་ཨི་ཆི་ལུམ་བི་ནི་སལ་ནས་ང་ཨོང་ཡ་ཨི་ཆི་ཤེང་དེ་ཡི་བྷ་ག་ད་ཉག་ཐང་དེ་ར་ཡ་ཨི་ཆི་ཤེང་དེ་ཡི་བྷ་ག་ད་ངེས་སོ་ཡ་བཞུགས་ག་ཅེ་ཨི་ཆི

ང་དང་ལྷ་ཆོས་དག་སྣང་ནིང་མི་ཆོས་དངོས་སྣང་ངེ། ལྷ་ཆོས་དག་སྣང་ཉག་པོ་ལས་ད་ང་དང། མི་དཀྱུས་མ་སྣང་ངེ་ད་སེམས་མ་སམ་མ་ཏི་ཨུ་ཡ་ད་ང་དང། དག་པའི་སྣང་བ་ངེས་མེད་ད་རྟོགས་པ་ཡུ་ར་ཨོ་ང་ནིང་ཡང་མེད་ན་ང་དང་ལས་ད་ལས་དག་སྣང་ངེ། ཏེ་དང་དེ་ནིང་ཨེ་ཅིག་དེ་ལས་མ་ད་ཨོ་ད་མི་དཀྱུས་མ་ཏེ་དང་ཡ་འུམ་དེ་ནག་ག་དེ་ལུག་རྒྱུད་ག་ནག་ག་ནའི་རོ་དུམ་ད་དེ་ནོ་ཤ་དང་ཡ་ཨོ་ཡིན་ན Modern History ངེས་མེད་ད་དེང་དུས་ཀྱི་ལུག་རྒྱུད་ངེ་དེང་རབས་ལུག་རྒྱུད་ངེ་ད་ཀ་དྲུང་པོ་ད་ཨེ་ཅིག་ངོ་ཏོ་དེ་ནོ་ནེ་ན་ད་ད་ད་ཆོས་འབྱུང་མང་འཁྲུངས་ངོ་ཉག་པོ་ལས་ད་ང་དང Science ནིང

ཡི་སྟོང་པོ་ལ་དང་ཨོ་ནུ་ཁྱེད་མཛའ། གཟི་བརྗིད་ཐེམ་ཐེམ་ནི་ཅི་དང་པེ། སྙིང་རྗེ་འུམ་དུ་འདི་ཞེས་བུ་ལས། ཅིག་ཨ་པེ་སེམས་ཤིན་ལང་ཀ་ཡི་དང་སྣང་ནས་ཅིག་ང་དང་སེམས་གནས་བྱེད་དང་ཨོ་ནུ་དི་ར་ན་ས་མའི་སེམས་ནོ་བེ་སེ་ཅིག་དང། ཨོ་ནུ་དི་ར་ན་ས་མོ་དོན་དག་ཅིག་འགྲུབ་བོ་བེ་སེ་ཅིག་མེང་རང་ཅིག་ཞུ་ནུ་དུ་འགྲུབ་ངས་མེང་ཐོག་གོ་ཡིན་ངས་དང་ཧིན་དི་ཡེད་ག་བེ་ན་སྐྱག་མེང་ང་ཞུ་སུ་ཡིན་ན།

རབ་ཏུ་འབྱུང་ངོ་ཡིན་ན། ད་ང་དང་འདྲ་པའམ་ཡང་མིན་ན་ཆོས་ཡག་བོ་ཡིན་ན་ཆོས་མཐར་ཕྱིན་ནས་ཅིག་སངས་རྒྱས་ཀྱི་བགེགས་པ་ངེས་ངེས། ཅིག་ཆོས་མ་ཡག་བོ་ཡང་ཁྱིམ་བཟང་ཡང་བཟུང་བོ་ཡིན་ན། ཅིག་འཁོར་ལོ་རྒྱུ་བའི་རྒྱལ་པོ་ང་དང་ད་འཛམ་བུ་གླིང་ཡོངས་རྫོགས་དབང་དུ་སྡུས་ག་ནས་ཅིག་རྒྱལ་དེ་བྱུང་བ་ངེས་ངེས། འོང་བོ་ཡང་བཟུང་ངོ་ཡིན་བོར་ངེས་ལས་མེད། ད་ཡིད་ཅག་པོ་ལས། ད། ད་ལྟ་ང་དང་རྒྱའི་བུ་དག་སེམས་གནས་རེ་ཟིན་འདུག་ཉེ་ན་ད་ངོ་ཨོ་ནུ་ཙུ་ང་ནང་རྒྱལ་རྒྱུད་ཟིན་ག་འདི་གོ་སུ་ལས་དེ་འཇིག་ད་སངས་རྒྱས་ག་འདི་མོ་གོ་སུ་འབེ་བེ་ཤི་མོ་གོ་སུ་བེ་ཤི་ད་བེ་ཟི་བསམ་མཐོང་ངོ་ཉེ་ན་ད་ཆོས་རྒྱུད་ནས་ཡག་མ་ཐག་བསམ་ཡ་ད་བེ་ཁྱིམ་ལང་སོང་ཡ་གཟུགས་དེ་ཡོ་བསམ་ཡ་ད་ཐབས་ཤེས་ཡོར་ཡོར་མཐོང་ཡ་ད་ཐབས་ཤེས་སྣ་ཁ་སྣ་ཁ་མཐོང་ཡ་ད་ང་དང་ཆོས་ཉོ་ཆུ་གཙོ་བོ་ག་ཡ་རོ་འདུག་ཉེ་ན་སྡུག་དེ་རོ་བུ་ལས་ཅི་ང་དང་ཆོས་ག་རང་གི་རོ་འདུག་མེ་ཡི་ལྕགས་ཕོ་ད་སངས་རྒྱས་ད་ད་གཞོན་ནུ་དོན་འགྲུབ་ཤ

མེ་ལོང་བའི་སྟོང་གི་དུ་ཐོར་གཉིས་ནད་རླབས་རང་ཐོད་མེ་མུན་དུ་དབུ་ཡ་གཅོད་གཉིས་ཡལ་དག་པས་སྐྱིབས་རང་སྐྱིབས་བརྒྱ་ཉིས་འགུམ་དང། ད་དབུ་ཡ་ཉིས་འགུམ་བཞིན་དུ་རེ་ད། སངས་རྒྱས་བཅོམ་ལྡན་འདས་དང་བས་ན་སྐྱེ་བ་སྔ་མ་བག་ཆགས་ནི་དབུ་མདུན་ཟད་ཅིག་དང་གཅིག། དབུ་མདུན་ཀ་རྒྱུ་ནི་སེམས་རྨ་བྱའོ། སེམས་རྨ་བྱ་དབུ་ཡ་རོ་དུ་མས་ད་ཡི་ལྗགས་པོ་ལས་ད། ད་ཕོ་བྲང་ནེང་བྱས་སངས་རྒྱས་བཅོམ་ལྡན་འདས་དབུ་མདུན་འདི་གཅོད་གཉིས་དབུ་སེམས་རྨ་ཟད་ཅིག་ཕོ་བྲང་ཕིད་ཀ་ཡིན་ནོ་ནེ་ན་ར་ད་གཅིག་ད་སྐྱམ།

སྦག་ས་དེ་གཞལ་ཡས་པས་ན་སྦག་ས་སྤ་སྙི་བོ་ཡིན་ན་ཨི་ཇི་གོ་ཁོར་ལང་གེ་ཨོ་ནུ་ལ་ཀྱེ་ཨི་ཇི་གོ་ཁོར་ལང་གེ་དེ་ཆོས་ཀྱི་རང་ཉིད་མ་རིག་ཡུམ་བསམ་ཡས་ཨི་ཇི་སྦག་སར་སྤ་གྱུག་ཐག་ཆོད་དོ། ད་སྦག་སར་སྤ་གྱུག་ཐག་ཆོད་ད་ཅི་ཨི་ཇི་སྦག་སར་ཅི་ད། ད་ཨི་ཇི་རྒྱལ་ཕྲན་ནེ་ང་ནོ་རྒྱལ་ཐི་གུ་ཨི་ཇི་ཤོམ། ཡ་ཤོ་དར་ར། ད་བོད་ཀྱི་ག་ཤུ་ཚུ་ཡིན་ན། དགྲ་འཛིན་མ། ཨོ་དགྲ་འཛིན་མ་ཚུར། དེ་འདྲི་ཞུ་ཡ་ཨི་ཇི་ད་སྦག་སར།

སིང་ངེ་རྡོར་འཇིག་རྟེན་གླིང། དབུ་མ་ཡར་མ་ཅི་ག་ཀྲི་དུ་མེ་ན། འོང་ཨེ་ཅིག་དོར་ཕེབས་ཡ་ཨེ་ཅིག་ཚིག་འདི། ད་ལྟ་ཆུ་བོ་ན་ར་གྱ་ན་ཉེ་དུ་མེར། ན་ར་གྱ་ན་ཨེ་ཅིག་དོར་ཕེབས་ཡ་ཨེ་ཅིག་ཨེ་ཅེ་ད། སྟོམ་རེ་དཀུ་རོ། ཨེ་ཅིག་ལོ་དྲུག་ཀ་བ་བཅས་ཡ་ཨེ་ཅིག་བའི་ཤོག་བུ་འབོར་ཉེ། ད་ཨེ་ཅིག་ལོ་དྲུག་ཀ་བ་བཅས་པོ་ལེ་ད་ཀོ་བུ་དུག་པྲ་སོ་བུ་ད་ག་ཡ་ཀ་ཏྲ་སོ་ཨི་ཐིག་ནི་ནེ་ཡ་ཞུ་མོ་སོ་ཡ། ཨེ་ཅིག་ད།

མི་ཉོ་རྗེས་གཅིག་ལོག་སྐྱོ། ཟི་ཉེ་ལོག་སྐྱོ་ཡ་དུ་གཅིག་ང་དང་དུག་ཟི་ཉེ་རོ་དུ་ནམ་དུག་ར་སོ་ཅི་ད་ལོག་སྐྱོ་དེ་གེ་ཡ་དུག་རོ་དུ་ཨི་ལོག་སྐྱོ་གེ་དང་ཅི་ད་ཨུ་ཡ་ཡ་ནུ་ལོག་སྐྱོ་གེ་དུ་ཤོ་ཨི་ཅི་ཁྲང་དང་ཁྲི་ཀུ་ཨུ་ནི་ཤོ་ཉེ་ད་སངས་རྒྱས་བཅོམ་ལྡན་འདས་ཟེ་ཁྱེད་ནུ་མེར་ཁྱེད་ནུམ་ཤིན་ད་རེ་གཅིག་ཞུགས་སངས་རྒྱས་བཅོམ་ལྡན་འདས་ཟེ་ད་རང་ངེ་ཁྱེད་ཚ་རུག་ཤུ་ཅེ་སངས་རྒྱས་ཚ་རུག་ཤུ་ཇོ་ར་རྒྱང་ཨི་ཅི་མི་ན་ཤ་ཆོས་ཤ་དོ་བ་ཉེ་ནི་ཆོས་མ་གནང་ངོམ་ངས་སིང་ངས་མ་གནང་ངོ་ངས་ན་ད། སངས་རྒྱས་བཅོམ་ལྡན་འདས་སའི་ཆོས་དེ་མཁྱེན་ནོ་མེད་ཨིད་ད་ད་སུ་ཀ་སིས་མེད་མཁྱེན་ནོ་དེས་སངས་རྒྱས་བཅོམ་ལྡན་འདས་མཁྱེན་ནོ་བས་ན་ཨིད་མི་ཤེས་ཤ་དེའི་དབུས་ན་མི་སུ་ཀ་སིས་ཡིད་ཆེས་པོ་ཁ་མོ་ནོ་བས། ཨེ་ཤ་བོ་ད་སངས་རྒྱས་བཅོམ་ལྡན་འདས་ཨིད་སུ་ངོ་མས་སིང་ངས་ཟབ་ཞིའི་སྤྲོས་བྲལ་འོད་གསལ་དུ་མ་བཅས། བདུད་རྩི་ལྟ་བུ་ཆོས་ཞིག་ཁོ་བོས་ངས། སུ་ལ་བསྟན་ཀྱང་གོ་བར་མི་ནུས་པས། མི་དམངས་ནགས་འདབས་གནས་སུ་གནས་པར་བྱ། ཉེ་རང་བྱས་ཟིན་ཉེ་དུ་ཉེ་ན། ད་སངས་རྒྱས་བཅོམ་ལྡན་འདས་ཟེ། ངའི་ཆོས་ཧ་ཅང་སྡུག་འདི། ད་ང་དང་ཡིན་རྒྱུ་སྟོང་པ་ཉིད་ཉོ་ཅིམ་ད། སྟོང་པ་ཉིད་ཉོ་ཅིག་ངའི་བཀའ་ནི་རྙེད་བོ་རེ། ད་ང་དང། འཇིག་རྟེན་འཁོར་བ་གནས་ང་ད། ལྟ་བོ་ལྟ་བོ་ལྟ་བོ་ལྟ་བོ་སྐྱེ་རྒ་ན་འཆི་སྡུག་བསྔལ་ལ་སོགས་པ་སྡུག་བསྔལ་ཨི་མྱོང་གཟུགས་གོ་ཅི། སྟོང་པ་ཉིད་མ་ག་ནོ་ཅིག་གི་ནི་ཉེ། ད་ང་དང་སྟོང་པ་ཉིད་བཀའ། ད་ངའི་ཨི་བཀའ་ནི་ཅི་ད་རེ། གཅིག། ཨུཏྤལ་ངའི་སུ་ཤ་ཤ་ཏོ་ཡིན་ན་ཨུཏྤལ་ད་ལྟ་ཧ་གོས་ཏེ་ག་ནས་སུ་ག་མོ་ནོ་ངས་ཨི་ཅག་པོ་ལ་ངས་གནས་སྐབས་དེ་ག་ཨི་ཅིག་ངའི་སུ་ག་ཤ་མ་ཤ་ཏོ་ཡ་ཅིག་ང་ནང་སྒོམ་ཡ་ཡ་ཨི་ཅིག་ནང་ནས་ང་བཞུགས་ཡུག་ཡིན་ངས་ཡ་འོང་ཨུ་ཡ་ཡ་སུ་ངུ་ནོ་ད་ཨི་ཚ་རུ་ཤུ་ཤ་ཨི་ཅིག་ང་ད་ད། དྲུག་པོ། སིང་ངེ་བོ་ད་བཞི་བག་ཚེ་བ་བཅོ་ལྔ་བྱེད་སངས་རྒྱས་ཡ་ཨི་ཅིག་ཞག་བཞི་བཅུ་ཞེ་དགུ་ཏག་ཏག་ཆོས་མུ་སུ་ངོ་ཡ་ཡ་སྒོམ་ཡ་ཡ་བཞུགས་ཨུ་ཡིན་ངས་དུ་མེད་ཨི་ཅིག་ཞག་བཞི་ཞེ་དགུ་ཏག་ཏག་བྱས་ང་ད་དྲུག་པོ་ཚེ་བཞི་ཉོ་ཆོང་དུ་མེད་ད་དྲུག་པོ་ཚེ་བཞི་བྱས་ཨི་ཅིག་ཆོས་འཁོར་དུས་ཆེན་ནིན་ངས་དུ་མེད། ཁྱེད་ཅག་པོ་ལ་ང་དང་ད་ལྟ་བཞི་པོ་ས་ག་ཟླ་བ་སྙེག་པོ་བཞི་པོ་ས་ག་ཟླ་བ་ཚེས་གཅིག་ལན་གཅིག་དུས་ཆེན་དུས་ཆེན་གསུམ་འཛོམས་ཡིན་ཉེ་ཆར་དུ་མེར་དུས་ཆེན་གསུམ་འཛོམས་ཟིན་ལ་སྙེག་པོ་ལས། སྐུ་བལྟམས་པ། གཅིག། སྔོན་པོ་རྫོགས་པ་སངས་རྒྱས་པ་སྐུ་མྱ་ངན་ལས་འདས་པ་གཉིས་དབྱིབས་གསུམ་གྱི་འཛོམས་པོ་ནོར་བུ་དུས་ཆེན་ཁྱད་པར་ཅན་ཡིན་ཉིན་བརྩི་དུ་མེད། ད། ས་ག་ཟླ་བ་ཚེས་གཅིག་ལན་བཞུགས་རྟགས། རྟགས་ཨེ་ཅིག། དྲུག་པོ་ཚེ་ཤེས་བྱའི་མངའ་ཐང་དང་ཆོས་འཁོར་དུས་ཆེན་ནི་ནི་དོན་མེད་ད་ཆོས་འཁོར་དུས་ཆེན་རྗེ་སངས་རྒྱས་བཅོམ་ལྡན་འདས་ཚེས་ཞག་བཞི་བཞི་དགུ་ཆོས་དམུ་སྲུང་དངོས་སུ་ཡ་ཞག་བཞི་བཞི་དགུ་ཉིན་ན། ཁེ་ནི་སྡུག་གུ་རྗེས་ད་སངས་རྒྱས་བཅོམ་ལྡན་འདས་ཆོས་དམུ་སྲུང་དངོས་སུ་ཨེ་ཅིག་བཞུགས། རྟགས། དྲུག་པོ་ཚེ་ཤེས་གཅིག་གསུམ་བཅས་ཨེ་ཅིག་ཆོས་འཁོར། སྣ་ཐག་ཅིག་སྐོར་རོ་ཉིན་གཅིག་ད་སངས་རྒྱས་བཅོམ་ལྡན་འདས་ཆོས་འཁོར་རིམ་པ་གསུམ་སྐོར་རོ་ཡ་ཆོས་འཁོར་རིམ་པ་གསུམ་བཅས་ཡུལ་དང་པོ་བ་ར་ན་སི་ཀ་ཨེ་ཅིག་བདེན་བཞིའི་ཆོས་འཁོར་ཡ་ཨེ་ཅིག་བར་དུ་བྱ་རྒོད་ཕུང་པོ་རི་ཀ་ཤེས་སྦྱིན་གྱི་མདོ་ཡ་ཨེ་ཅིག་ཐ་མ་ཡངས་པ་ཅན་ཀ་ཨེ་ཅིག། ཚེ་ངས་ལེགས་པ་རྣམ་པར་བྱིན་པའི་ཆོས་འཁོར་ངས་ཆོས་འཁོར་སྣ་ཁ་གསུམ་བསྐོར་རོ་ནེག་ད་ཆོས་འཁོར་སྣ་དག་ཅིང་དྲུག་པོ་ཚེ་བཞི་གཅིག་གསུམ་ཅན། གཉིས་ཀ་བ་ར་ན་སི་ཀར་བསྐོར་ཡ་ཨི་བཅས་ད་འཁོར་ལྔ་སྡེ་བཟང་པོ་ངས་སྣ་སང་ངས་བཅུ་མདའི་སྡེ་བེར་སྣང། ལོ་དྲུག་ཀ་བ་བཅུ་དུ་གཅིག་གསུམ་ཅན་གཅིག་བེར་སྣང་ཆོས་གྲོགས་ལས་ངས་ནི་མེད་འོང་ཨི་ད་བེར་སྣང་བེར་སྣང་སྣ་ནི་ཁས་ལེན་དམ་བཅའ་ནོར་བུ་ཡིན་པོ་ད་སུའི་ཨི་ང་དང་ལྡན་པ་གཅིག་ཀ་ནོ་ཡིན་ན་ཨི་ཐོར་ཚུར། ད་ང་དང་ལྡན་ནོ་ཡིན་ན་མཉམ་སྤྱོད་ཉེ་བར་ཤེས། ཤེར་ཡ་ཡུག་ཨི་ཇིག་ན་ཁེ་ལེ་ནོ་བེས་ཨི་ཇིག་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ཡ་ཨི་ཇིག་ན་དང་ཆོས་འཁོར་ཅི་ད་བེ་ཞེས་གསུང་ངོ་ཡིན་འབུར་ཉི་ད་ཆོས་འཁོར་ནན་ཅེ་ད་ཆོས་འཁོར་སྣ་ཁ་གསུམ་ནན་ཅེ་ད་སྣ་ཐག་ཅེ་དེ་བཞིའི་ཆོས་འཁོར་ཡངས་པོ་བདེན་པ་བཞི་ཡི་མེར་སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་ཨི་ཇིག་འགོག་པའི་བདེན་པ་ལམ་གྱི་བདེན་པ་ཉིད་ཨི་སྡུག་བསྔལ་བཞི་ཅེ་བདེན་པ་བཞི་ཅེས་འུ་ཡ་གསུང་ངོ་ཡིན་འབུར་ཉི་ད་ཨི་བདེན་པ་བཞི་སྐོར་ཅེ་ང་དང་ད་ང་དང་ང་དང་ཡ་འུ་ཡ་ཞུ་ཡུག་ཡ་ད་ཡི་ཆོས་འཁོར་བསྐོར་ཡ། ད་སངས་རྒྱས་དབྱུག་ཅེས། བཞི་པོ་ས་ག་ཟླ་བ་གཅིག་གསུམ་གྱིས་སངས་རྒྱས། ཨ་ནི་ཆོས་འཁོར་བསྐོར་གྱུར་ཅིག་དྲུག་པོ་ཚེ་ཤེས་ཀྱིས་ཆོས་འཁོར་བསྐོར་རུ་མེད། ཆོས་འཁོར་བསྐོར་ཡ་ད་ཡི། གང་ཚར་དྲུག་ཞུ་བྱས། ད་བར་ཆད་ལོ་སུམ་ཅུ་སོ་དྲུག། ད་སུམ་སོ་དྲུག་བྱས་ད་སངས་རྒྱས་ཡ། ཆོས་འཁོར་བསྐོར་ཅིག་འཐོར་ད་ལོ། བཞི་བཅུ་ཞེ་གསུམ་ཞེ་བཞི་དེའི་བསྟན་པ་ད་ཅིག་སངས་རྒྱས་བཅོམ་ལྡན་འདས་ཟེར་ད་རང། ཁྱེད་ནུ་ཆོས་བྱེད་ད་མི་ན་ཤ་ཆོས་ཤ་ཅི་ཅིག་དྲ་འབུ་བཅོས་ད་འུ་ཡ་ཡ་ད་ཆོས་ཆོས་བྱེད་ད་ང་དང་ག་ཡ་ཉན་ན་ཚུ་རུ་ཉན་གན་རན་ཨི་ཅི་སུ་ངུ་ལེ་ཏན་ཅི་ཀང་ཙུ་ནི་ཨི་ཀ་གི་ཡ་ད་ཆོས་ང་དང་ཆོས་ཞན་མ་ནང་ཡིན་ནོ་ནས་ཆོས་པེལ་དུ་མེ་ར་འོང་འུད་མི་ནོ་ཡ་ཡ་ད་ཨི་ཀ་ཆོས་ནང་ཞེར་ཏི་ཉེ་ཞུས་གན་ར་སོ་ཡིན་ན་ཨི་ན་ཤ་ཆོས་སུང་ཀྱང་སུང་ཀྱང་ཡ་འུ་ལེ་ཏན་ཅིག་ད་རྩ་བས་ཆོས་ཉན་གན་མོ་ནུ་ཉན་མ་ཉན་མོ་ན་ཤ་གི་ཡ་ཀང་ཙུ་འུ་ཙུ་ཡ།

རིགས་ལྷག་མ་ལུས་སྲོག་ཡིན་ན་ཨི་ལྷག་མ་ཅིག་སུ་ཀ་ཞིག་མི་བས་འོ་ཉེ་ཡ། ད་ཨུ་སྟོབས་རྗེ་ཚོ་དགྲ་རྗེས་ང་དང་ད་ཞུ་རུ་ཞུ་ལྟེའུ་གཉིས་ན་དགྲ་རྗེས་ཉེ་བ་སུ་མེར་དགྲ་རྗེས་ཡ་ལྟ་གིན་ད་ཉེ་ལས་དེ་བྱ་ན་སུ་ཀ་མ་རིག་འབུར་ཉེ་ཨི་ལྕགས་པོ་ཨུ་སྟོབས་རྗེ་ལྷག་མ་ཅིག་ཡིན་ཅིག་མིན་ཅིག་ས་འོག་ཁ་འཕིལ་ལོ་འོ་ཉེ་ཡ། ཨི་ཚུགས་ངུ་འབུར་ཉེ་དུ་མེད་ད་ཨི་ཅེ་ཨི་ཅིག་ཐོབ་སྲོག་ཅིག་བཞེས་ཡ་ཨི་ཅིག་ཐོར་ཕེབས་པ་ཅེ་ད་རང་དང་ཕེབས་པ་ཅེ་ཨི་ཅིག་ད་དེ་ད་ཨི་ཅིག་ཐོར་ག་ཅིག་ལ་མཉན་ཡོད་ག་ཡིན་ནམ་དེ་ག་ད་ཐོར་ཕེབས་འདུག་བྱོན་དུ་མེད་ཕེབས་པོ་ཅིག་རང་དང་འབུར་ཅེ་ཨི་ཅིག་སངས་རྒྱས་བཅོམ་ལྡན་འདས་སྙུང། སྙུང་ཡ་གཅིག་ཕེབས་མ་དེའོ། ཕེབས་མ་དེའོ་གཅིག་བའི་རས་གཅིག་དང་སྣ་ནད་སྙིང་པོ་ཅི་ཡང་བཏག་འོ། ང་དང་སེང་གེ་བ་དང་ནད་ཤང་ཡའོ་རས་ནད་བསྐྱར་ཡ་གཅིག་བའི་རས་གསུམ་པོར་ངེས་ད་ཡིད་ཅི་རོ་བོ་ལས་ད་སངས་རྒྱས་བཅོམ་ལྡན་འདས་ཟིས་གསུང་ངོ་ཉེ་ན། ད། ད་ལྟ་ཀུན་དགའ་བོ་ཞིང་མས་ཀུན་དགའ་བོ་ཞག་གཅིག་ད་ལྟ་བཅུ་ཟླ་སའི་ཉེ་ཤེས་སྟོབས་ཆེ་བི་སུ་ད་མི་ཤོ་ཏི་སའི་མི་ན། ད་སངས་རྒྱས་བཅོམ་ལྡན་འདས་ཞེས་ད་རྣ་ང་དང་ཞེས་སོ་མུ་ཤུ་སོ་ཡིན་ན་ཤི་ད་གང་ཅི་སུ་ལོ་ཉག་པོ་ལས་ཅུན་ད་སི་སྟོབས་ཆེ་བི་ཡ་ཤི་ད་སོ་བིན་པོ་ཤོ་ཉེ་ཡ་ཤུ་ག་ཉེ་མོ་ནོག་ཤུ་ཆེ་ཅི་ཀུམ་དན་ཆ་ཀན་ར་ཡིན་པོ་ཤོ་ཉེ་བི་ཤེ་སེམས་སྐྱིད་མོ་ནོག་བའི་ཅོད་སི་བི་ཡིན་ཤོ་ཉེ་ཡོ་རེ་ཨི་ཅག་པོ་ལས་ཨི་ཅུན་ད་བི་ན་ཤ་ཡིན་ཅི་མིན་ཅི་ཉེ་ཤ་སྟོབས་ཆེ་ནེང་སྟོབས་ཆེ་བྲག་ད་ནེ་ཅི

བདག་རང་ད་ལྟ་བཞི་པོ་ས་ག་ཟླ་བ་ཚེས་སྤྱི་གླིང་བྱེད་རེ་འདུག་མེད་ཨི་ཅག་པོ་ད་ས་ག་ཟླ་བ་ཚེས་པོ་བཅོ་ལྔ་གཅིག་ང་དང་དུས་ཆེན་ཁྱད་པར་ཅན་གསུམ་འཛོམས་ཡིན་ངེས་ཡ། སྐུ་ཁྲུ་ངོགས་དུས་ཆེན་གཅིག་སངས་རྒྱས་སོགས་དུས་ཆེན་སྐུ་མྱ་ངན་ལས་འདས་པའི་དུས་ཆེན་གཉིས་གསུམ་ཚུན་ཡིན་ངེས་སྤྱི་ལྟར་ང་དང་ས་ག་ཟླ་བ་ནན་བྱེད་དུས་ཆེན་ཁྱད་པར་ཅན་བརླིས་འཛོམས་འདོད་ངེས་དུ་མེད་ཟིན་ངེས་ན་ན་ད་སྐུ་ཁྲུ་ངོ་གཅིག་ཡ། གཅིག་རབ་ཏུ་འབྱུང་ངོ་ཅེ། གཅིག་མངོན་པར་རྫོགས་པར་སངས་རྒྱས་མྱ་ངན་ལས་འདས་པ་ཨི་བླི་ཅེ། ད་རབ་ཏུ་འབྱུང་བའི་ཚེ་ཕ་ཆེ་ཕ་ཆེ། ད་དུ་འུམ་ཙི་ཉེ་ཚེ་ཅི་གླེང་ཚེ་ཅི་གླེང་མན་བྱིས་པ་ས་ག་དང་བ་ཚེ་སྤྱི་ཡིན་ནམ་འུམ་དུ་འདི་ག་ཀིར་དུ་མས་ཨི་བཅག་པ་ད་ཚེ་ཅི་གླེང་གཅིག་གསུམ་བྱེད་ད་དུས་ཆེན་ཁྱད་པར་ཅན་ཅི་ཡིན་ཉེ་ཚིག་སྒོ་སུ་རྒྱུ་མཚན་ཅི་དུས་ཆེན་ཁྱད་པར་འུམ་དུ་གསུམ་ཀིར་དུ་བས་ཚེ་ཨི་ནི་མན། ད་ཨི་བྱ། ད་སངས་རྒྱས་བཅོམ་ལྡན་འདས་ཨི་གཅིག་བཞུགས། ད་སྐུ་མྱ་ངན་ལས་འདས་ཚར་རུག་བཞུགས་ཅེ། ད་གནས་ཚུལ་ག་ཡ་ར་སོ་ལོ་ཉག་པོ་ལས། ཅིག་སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་འདས་ཚར་ཡ། ད་བར་ཆད་ཨུཏྤལ་བྲོས་སུ་གཡོར་དུ་ཤོང་དུ་ཡིད་ཅག་པོར་ངེད་ད་མདོར་བསྡུས་དེ་ཞུས་ཡ། ཉི་ཡུག་ཡིན། ཟིན་ཡིན་ད་སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ཚར་རོ་ཞུས་རྗེས་ཅིག་བེ་དང། ད་སློབ་མ་ནད་ང་ཉེ་ན་ཡིན་པོར་ད་དགེ་ཕྲུག་ནད་འགའ་ད། སངས་རྒྱས་བཅོམ་ལྡན་འདས་ཚེ་གཟུངས་ཉི་ཨུཏྤལ་གཟུངས་སྔོན་པོ་ཨུཏྤལ་ཡག་ཆོག་བོ་ཡིན་པོ་ཨུཏྤལ་ཡག་མ་ཆོག་བོ་ཡིན་པོ་ངེད་ལ་ད། ཞོ་ཏི་སེ། འབྲས་ཤེལ་ལོག་པ་ལ་ཡ་ཨུམ་དེ་ལ་གཡོར་རོགས་འདུག་ཞུས་ནས་ཨིད་མི་ནོ་དེ། ད། ཤ་ཐང་ཐིག་ག་ཡག་བོ་ཡིན་ན་ད་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་པ། ཡིམ་ཤིན་ད་རེ། དཔལ་སེམས་ནད་འཐོར་ད་སངས་རྒྱས་བཅོམ་ལྡན་འདས་རྗེས་འཇུག་ཡག་མ་ཉམས་ངར་ལ་ཤོ་ཏི་སེ་འོ་ད་སངས་རྒྱས་བཅོམ་ལྡན་འདས་ཤག་འོ་ཛུ་ནམ་ད་ཨ་ན་ར་ཡེ་ཉེ་སི་ཉེ་ད་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་བ་ཅད་ད་ཨུཏ་ཡག་ཆོག་འོ་ཨུཏ་ཡག་མོ་ཆོག་འོ་ཉེ་གཡོར་དེ་ཀ་ཀ་ཉི་དུམ་བུར་ད་སངས་རྒྱས་བཅོམ་ལྡན་འདས་མོ་ནོ་མོ་ད་ང་དང་སི་ཡ་ན་ད་ང་དང་དོད་པ་ཡིམ་ཁུ་ཤི་ཡིམ་ཡེ་མེ་འོང་ཨུམ་དུན་ཉེ་ཀ་ལ་ར་སོ་བེ་སི་ད་ཨུམ་དུན་ང་དང་ན་ད་གླེང་ཤི་ཉི་དུམ་བེ་གླེང་ཤི་ཨུམ་དུན་ར་སོ་བེ་སེ་ད་སངས་རྒྱས་བཅོམ་ལྡན་འདས་ད་འཁོར་ནེང་ག་ད་ད་ད་ང་དང་སི་ཉེ་འོད་སྲུང་ཆེན་པོ་ཉེ་ལར་ཅིག

ངུ་གཟུགས་ཉི་ཟླ་སངས་རྒྱས་བཅོམ་ལྡན་འདས་ཤཱ་ཡུ་བའི་མཁྱེན་དུ་མས། གཅིག་ཟིན་ཉི་ངུ་ཡི་ཟིན་ཉི་ཐ་ཁྱོད་ལ་ཉོག་པ་ལ་སངས་རྒྱས་བཅོམ་ལྡན་འདས་བཞུགས་སྒར་ཅན་ཉིད་ད་ད་ང་དང་ད་རྒྱུན་ཞུགས་ངེས་ཀྱང་ད་རྒྱུན་ཞུགས་འབྲས་བུ་ལས་ད་ངེས་དགྲ་བཅོམ་པའི་འབྲས་བུ་ཐོབ་མ་སྟེ་ལོ་ད་སངས་རྒྱས་བཅོམ་ལྡན་འདས་ཤ་ལངས་ཀྱིན་ད་ངེས་ཞིག་དུ་ནུ་ཡི་ཅི་ལང་རེ་བ་མུ་ནུ་ད་ངེས་ཐ་ཁྱེད་ཐ་ཁྱེད་ན་ཁྱོད་ཁྱོད་དུ་རུ་ངེས་དབུ་ཡ་བཞུ་གཟུགས་ཉི་ཟླ་ཡི་ལྗང་པོ་ལས་སངས་རྒྱས་བཅོམ་ལྡན་འདས་ཤ་ཕོ་ལས། ཀུན་དགའ་བོ་དགྲ་བཅོམ་པའི་འབྲས་བུ་ཐོབ་པ་མུ་ནུ་མས། མོ་ཏོ་བ་ཡ་གཅིག་དགྲ་བཅོམ་པ་ད་ནོ་གོར། སངས་རྒྱས་བཅོམ་ལྡན་འདས་ཤཱ་ཡ་ལས་སུ་མི་རྣམས་དེ་ཞུ་བྱེད་དདེ་ཀ་ཏུ་མ་དང་ཀ་ཏུ་རིམ་པ་གསུམ་ཉེ་དུ་ཀ་ཏུ་དང་པོ་གཉིས་པ་གསུམ་པ་ཉེ་ཡ་ཀ་ཏུ་དང་པོ་ཅིག་ཡག་པོ་ལས་དགྲ་བཅོམ་པ་གང་བ་ཡར་ཚོགས་པོ་ལས། ཀུན་དགའ་བོ་ཆེ་དགྲ་བཅོམ་པ་དྲིལ་བུ་མོ་ཐོར་བུ་བས་སད་ད་ཅི་དང་ནོ་གོར་ཨི་ད་ང་དང་ཡིན་ད་དེ་ནོ་ཡིན་ན་མི་འབྲིང་ངོ་ཏོ་ཡིན་མེད་མི་འབྲིང་ཡ་ཡོ་བི་ཡིན་ན་ད་ཨི་གཅིག་གསུམ་བྱེད་ད་ཨོ་ཏོ་བཞུགས་ཁྲི་དེ་བས་ཉིན་ནི་མེད་ཉིན་ཡིབ་ད་ནོ་ཏོ་དེ་ཐིན་ཡ་ཨི་སུ་ཤི་ལོ་ཉག་པོ་ལ་ཀུན་དགའ་བོ་ཞིག་ཡིན་བུར་ངེས་ད་ཀུན་དགའ་བོ་སེམས་གནས་རྗེ། ད་ངེད་དགྲ་བཅོམ་པ་འུམ་དུས་གཡོར་དེའི་འཛོམས་པོ་ལ་དབྱིབས་གནས་ཅན་ངེད་དགྲ་བཅོམ་པའི་དྲིལ་བུ་མོ་ཐོབ་བོ་ད་ངེད་བེར་གནས་མེད་གེ་ནི་ངེད་ཕ་ང་ཟི་ལོང་རག་པ་ནི་ད་ག་ཡ་བེར་ན་ངེད་དགྲ་བཅོམ་པའི་དྲིལ་བུ་ཐོབ་དགོས་ནི་བསམ་ཡ་ཅིག་བེ་བེ་སེན་སེན་གང་ཅིག་ང་དང་ད་བེ་ཉེ་ཆ་ཞིག་ག་ཅིག་གོམ་ཡ་ཡ་གོམ་ཡ་ཅིག་སེན་གང་སེན་གང་གོམ་ཡ་ཅིག་ན་ལེང་ནམ་འཁྱེར་བོ་ལ་ཡིད་བེ་དགྲ་བཅོམ་པའི་དྲིལ་བུ་ཐོབ་བོ་ཉེ་ཆ་སྟོན་པས་ཡིད་ཅག་པོ་ཅིག་བཞུགས་ད་ཞི་ནས་ཡིད་ཅིག་ག་དུ་ཅིག་ན་ཡ་མཛེས་ཅིག་སངས་རྒྱས་བཅོམ་ལྡན་འདས་དེ་གསུང་གཉིས་ཀུན་གང་པོ་ད་ཅིག་སངས་རྒྱས་བཅོམ་ལྡན་འདས་ད་ལྟ་བསྟན་པ་གསུང་ངོ་ད་ཀུན་དགའ་བོ་ཟིན་ངེ་ན་སངས་རྒྱས་བཅོམ་ལྡན་འདས་ག་ཆད་ཕེབས་ན་ཡ་ཅིག

པ་ཀི་སི་ཐན་ཡིན་པོར་ཨབ་གྷ་ནི་སི་ཐན་ཡིན་པོར་ཨི་ཇིབ་ཨི་ཇིབ་ཐོར་ད་ད་ཐའི་ལན་དི་ཡིན་པོར་ཨི་ཇིབ་སིང་ག་པུར་ཡིན་པོར་ཨི་ཇིབ་མ་རི་ཡག་པོ་ལས་ཇཱ་པན་ནི་ཡིན་པོར་ཨི་ཇིབ་ཁམ་བོ་དི་ཡ་ནི་གི་ད་ག་ཀེ་མེ་ཐི་ག་ད་སངས་རྒྱས་བཅོམ་ལྡན་འདས་སྐུ་ད་ནང་ནང་པའི་བསྟན་པ་བྱིན་གྱིས་ཁྱབ་པའི་ད་སྡེ་སྣོད་འོག་དུས་ཚོད་ག་ཡིན་ནོ་དེ་ན་ད་ནུབ་ཕྱོགས་རྒྱལ་ཁབ་ཉག་མ Western Country ཨི་ཇིབ USA ཡིན་པོར་ད་ནང་སངས་རྒྱས་བཅོམ་ལྡན་འདས་ཆོས་འདི་ཐོག་ངས་སངས་རྒྱས་བཅོམ་ལྡན་འདས་ཉིད་མནལ་ལབ་རང་ཐོས་མ་མྱོང་བའི་བླུན་པོ་ག་ཡིན་ན་རང་ད་ཨ་ཕི་རི་ཀ་ནས་འགའ་ཡིན་ན་ཡང་ད་ནང་པའི་ཆོས་ཚོ་ཁྱབ་ཡ་བའི་ནོམ་ཡིན་པོར་ཨི་ཅག་པོ་ད་ངའི་མཐའ་དོན་ཅན་ཞུ་ཡུག་ད་གཡོར་དེ་ཤོང་ལང་ག་ཡིན་མེད་ད་ཨུ་འདུ་འདི་ག་ཡ་ངའི་རྒྱུགས་བསྡུས་ཡུག་ཡིན་ཨི་ཅག་པོ་མཐའ་དོན་ཅན་ཞུ་ཡུག་ཟིན་ནས་ཉན་ན་ད་ང་དང་ན་ཨི་མེམ་འདུས་ག་ནས་ད་ང་དང་མོན་པོ་ཉོ་ཚོ་ནང་པ་སངས་རྒྱས་པ་རང་ཡིན་ནོ་བས་སེ། ཀྱི་ནང་པའི་སངས་རྒྱས་པ་ཆོས་ཀྱི་ཡང་དག་པ་དེ་ནི་གཏིང་ཟབ་དེ་ཀརྨ་སྟེ་དུ་ཡིན་ན་རང། རང་སྟོན་པོ་ཆེ་གསུར་ལོ། སྟོན་པའི་བསླབ་བྱ་གཙོ་བོ་ཆེ་ཟིལ་ལོ། ངའི་དག་ཞུམ་ན་ཡེ་ད་དུ་འུ་ཚོ་ང་ད་ད། སངས་རྒྱས་ཆོས་གནས་ཀ་ད། སྐྱབས་འགྲོ་ཉན་ན་ཟིལ་ལོ་སེམས་བསྐྱེད་ཉན་ན་ཟིལ་ལོ། ང་ད་ཆོས་ཡག་པོ་བཟོ་རྒྱུ་མཚན་ཟིལ་ལོ། ངའི་ད་དུ་བི་དྲོའི་ཁར་དེ་འུ་ཡ་ད་སྤྱོད་མྱུ་གུ་ནོམ་པོར་ཡི་ན་ད། མ་ཚ་ཚེ་ཟིལ་ནས་ཏེ་ཟིལ་གང་མོ་ནོ་ན་ཡི་ད་ཡ་ཟིལ་ཡ་ཡི་ནས་ང། ད་ངའི་ཧ་ལེམ་ཧ་ལེམ་ལ་ནི་ཤ་དུ་མོ་ནོམ་ཡི་ཇག་པོ་ལ་ཡི། ཧ་ལན་དེ་ཤ་རྡོག་ཅིག་གོ་དེ་ངའི་ད་གཡོར་གཡོར་མ་ག་ཉི་མེད་ད་ང་ནང་གོ་ཀ་ནོག་ཅིག་ངའི་འུ་ཚོ་ཞུས་དོ་ཡིན་པོ་ཨི་ཅག་པོ་ལ་ཨི་རེད་ཡིན་ཅིག་མིན་ཅིག་སློབ་སྦྱོང་ཡག་ཞེར་དེ་ངས་ཞུས་ཡིན་ཨ་ཅིག་ཐུགས་ཆེ་གནང།